འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡི་གེ། རིག་གཞུང་དང་ནང་ཆོས་ལ་དོ་སྣང་གནང་མཁན་ཚོ་ལ། རྒྱ་གར་རྡོ་རྗེ་གླིང་ནས་སྔ་དྲོ་དེ་རེད་ཞུ་གི་ཡོད། དེ་ནས་ད་ངས་བརྙན་ཐུང་བརྒྱུད་ནས། བོད་སྐད་སྦྱང་འདོད་ཡོད་མཁན་ཚོ་ལ། བོད་སྐད་བྱང་ཡག་གི་གོ་སྐབས་ཕུལ་གྱི་ཡོད། ཨ་ནི་ད་ཡང་དེའི་ནང་ལ་ད་ལྟ་ངས་བརྙན་ཐུང་གསལ་ཚིགས་གནང་མཁན་ནང་ལ་ཁ་ཤས་བོད་པ་འདི་འདྲས་ཀྱིས་ཨ་ནི་ཁྱེད་རང་གི་ལན་ག་རེ་ཡོད་ན་ཡང་མགྱོགས་པོ་མགྱོགས་པོ་གསུངས་དང། ཨིན་ཇིའི་སྐད་ལ་འགྲེལ་བཤད་སྐྱོན་གྱི་འདུག། བོད་སྐད་ལ་འགྲེལ་བཤད་དེས་མང་ཚོད་སྐྱོན་རོགས་གནང། ཅེས་རེ་འདུན་གནང་གི་འདུག་ད་དེ་གཞི་བཟུང་ཞུ་ཡག་ཐབས་ཤེས་ཞུ་གི་ཡིན་ད། ད་ཁྱེད་རང་ཚོ་ཟིན་ཁང་ལ་དཔེར་ན། ཨིན་ཇིའི་སྐད་མ་ཤེས་མཁན་ཡོད་པ་ཡིན་ན། ཡང་ན་བོད་སྐད་མ་མཁྱེན་མ་མཁྱེན་མཁན་ཡོད་པ་ཡིན་ན། སློབ་སྦྱོང་གནང་པའི་སྐབས་ལ་རྒྱུ་མཚན་ག་རེ་ཐད་ནས་འདི་འདྲའི་ལབ་དགོས་རེད། དཔེར་ན་ཚིག་གྲུབ་གཉིས་ཡོད་པར་ཆ་བཞག It is better to go You better go བོད་པ་ཚོས་འདིར་ཉན་པའི་སྐབས་ལ་ཚིག་ངེས་ངེས་གཅིག་པ་གཅིག་རྐྱང་རང་ཞིག་གོ་གི་རེད། ཡིན་ན་ཡང། ཚིག་འབྲུ་འདི་གཉིས་གཉིས་ལ་ཁྱད་པར་ཆེན་པོ་ཡོད་རེད། ད། ཁ་ཤས་ཀྱིས་འདི་འདྲ་གསུང་གི་འདུག་ཁྱེད་རང་གིས་དེ་བོད་སྐད་བརྒྱབ་པའི་ཡིན་ཁ་སང་དབྱིན་ཇིའི་སྐད་བརྒྱབ་པའི་ཡིན་ན། ཨ་ནི་ང་ཚོས་དོན་དག་ཞེ་དྲག་ཧ་གོ་གི་མི་འདུག་གསུང་གི་འདུག།

ཁོང་ཚོ་འགྲོ་སོང། ང་པ་ནི་འགྲོ་གི་ཡིན། ང་བི་འགྲོ་གི་ཡིན། ཁྱེད་རང་འགྲོ་ན། དེ་འདྲའི། བོད་སྐད་སྐྱོན་པའི་སྐབས་ལ། ནོར་འཁྲུལ་གནང་མཁན་མང་པོ་ཞེ་དྲག་ཡོད་རེད། དེ་བོད་སྐད་ལ་དྲེགས་ཤེས་ཡོད་ག་འཇུ་མ་འཇུ་གསུངས་པ་ཡིན་ན་འགྲིག་གི་ཡོད་མ་རེད། དེ་འདྲའི་ཡིན་པ་སོང་ཙང། ཕྱི་རྒྱལ་བའི་མི་ཁ་ཤས་ཀྱིས། ཨ་ནི་གང་ཙམ་ནས་ད་བོད་སྐད་མགོ་མ་ཚོས་པར་བ། མ་ཚོས་དུས་ཙམ་པ། ཨོ་བོད་སྐད་ལ་བརྡ་སྤྲོད་གང་ཡང་མི་འདུག་ག་རེ་ལབ་ན་ཡང་འགྲིག་གི་འདུག་ཟེར་མཁན་དེ་འདྲས་ཡང་བྱུང་བ་རེད། ད་དཔེར་ན་དབྱིན་ཇིའི་སྐད་ལ་ཆ་བཞག་པ་ཡིན་ན། ཁྱོད་རང་ཚོ་དེ་འདྲས་ལང་ཀ་ཁ་ནས་དབྱིན་ཇིའི་སྐད་སྦྱངས་པ་ཡིན་ན། དབྱིན་ཇིའི་སྐྱོན་མཁན་ཚང་མ་དབྱིན་ཇི་ཡག་པོ་ཡོད་མ་རེད་ད། ནེ་པ་ལི་སྐད་སྐྱོན་མཁན་ཚང་མ། ནེ་པ་ལི་སྐྱོན་པའི་སྐབས་ལ་བརྡ་སྤྲོད་ཡག་པོ་ཡོང་མ་ལྟ། འདི་རྣམས་ལ་ཁ་ཞེ་ནོར་གི་ཡོད་རེད། དེ་འདྲས་ཡིན་པ་སོང་ཙང། སློབ་སྦྱོང་གནང་དགོས་ཀྱི་ཡོད་རེད་རིན་པ་མེད་པ་ལ་ལང་ཀ་ནས་དེ་འདྲས་དྲུག་ནས། སྦྱངས་པ་ཡིན་ན། ཕན་ཐོག་ཐོག་གི་རེད་མ་ཤེས་པ་མ་ཤེས་པ་ལས་ཞེ་དྲག་གི་ཕན་ཐོག་ཆེ་བ་ཡོད་རེད། ཡིན་ན་ཡང། ཁོ་ཡིན་གཅིག་མིན་གཅིག་ཤེས་དགོས་ཀྱི་ཡོད་རེད། སྤུ་བོ་ལས་ཡི་གེ་བསླབ་པའི་སྐབས་ལ་ད་ཁྱད་ས་ངེས་ཏེ། རྒན་ཚིག་དང་འདྲ་བ་ཡོད་པས། ཚིག་གྲུབ་བཟོས་སོང་ང། བྱས་ཙང་ད། རྒན་ཚིག་བསླབ་པའི་སྐབས་ལ་རྒན་ཚིག་ཡག་པོ་བྱས་ནས་མ། བསླབ་དགོས་ཀྱི་ཡོད་རེད་ད་དཔེར་ན། How good is the school? The school is quite good.

ད་ལྟ་ཕྱི་རྒྱལ་བའི་སློབ་ཕྲུག་ཚོ་ལ་ངན་ཉག་གི་གོ་སྐབས་ཡག་པོ་ཞེ་དྲག་ཡོང་གི་ཡོད་རེད་ག་རེ་ཟེར་ན་བོད་པ་ཚོ་བཀའ་མོལ་གནང་པའི་སྐབས་ལ་ཨ་ནི་བརྡ་སྤྲོད་ཡང་ཡག་པོ་ཞེ་དྲག་མེད་པ་དེ་ཡང་མགྱོགས་པོ་ཞིབ་པོ་ཅིག་གསུང་གི་ཡོད་པ། ཁོ་ཚོ་ཕ་ཡུལ་ལ་འགྲོ་སོང་དེ་འདྲས་ལབ་པ་ཡིན་ན་དབྱིན་ཕྱི་རྒྱལ་བ་ཚོས་རྩ་བ་ནས་འགོ་ཚུགས་ཀྱི་ཡོད་མ་རེད། ད་ཡང།

ཧ་གོ་དགོས་ཀྱི་ཡོད་རེད། ཁོ་ནོར་འཁྲུལ་རེད་ཟེར་ནས་ད་ང་འདི་རྩ་བ་ནས་བྱུང་གི་མེད་གསུངས་ན་ཡང་འགྲིག་ཡོད་མ་རེད། མི་གཞན་དག་གིས་དབྱིན་ཇིའི་སྐད་བརྒྱབ་པའི་སྐབས་ལ་མི་ཚང་མས་དབྱིན་ཇིའི་སྐད་ཀྱི་བརྡ་སྤྲོད་ཡག་པོ་ཡོད་མ་རེད། ཨ་མི་རི་ཀ་ལ་བཞུགས་མཁན་ཁ་ཚ་ཨ་མི་རི་ཀའི་གི་མི་ཚང་མ་དབྱིན་ཇིའི་སྐད་ཡག་པོ་ཡོད་ཤག་ཤག་གནང་རྒྱུ་ཡོད་མ་རེད་དཔེར་ན Mike Tyson མཁྱེན་གྱི་ཡོད་པས།

དེ་ནས་སྤུ་གུ་ལས་ཡི་གེ་བསླབ་པའི་སྐབས་ལ། གལ་ཆེ་ཤོས། སོ་སོའི་གཟིམ་ཁང་ལ་བོད་སྐད་ཡིན་གཅིག་མིན་གཅིག་སྐྱོན་དགོས་རེད། ད་སྐྱོན་པ་ཨ་ནི་བཞག་དང་ཞོར་ལ། ཁྱེད་རང་ཚོས་དཔེར་ན་ཧིན་དི་བསླབ་དགོས་ཀྱི་ཡོད་ན་ཧིན་དི་གི་བརྡ་སྤྲོད་རྒྱན་ཚིག་དང་འབྲེལ་བ། རྒྱན་ཚིག་དང་འབྲེལ་བ་ཡོད་པའི་ཚིག་གྲུབ་རྐྱང་རྐྱང་ཡག་པོ་བྱས་ནས་དང་པོ། གཅིག་ཚགས། ཚགས་མ་ཚགས་ཁོ་ནའི་ཞབས་བཏགས་ཀྱིས་འགོ་བཙུགས་ཞབས་བཏགས་འདི་ཚགས་མ་ཚགས་ཁོ་ནའི་ཞབས་བཏགས་ཀྱིས་འགོ་བཙུགས་པས་ན་ཨཱ་ནི་སྤུ་གུ་འགོ་ཐོན་གྱི་ཡོད་རེད་ཨཱ་ནི། སེམས་ཤུགས་ཆགས་ཀྱི་ཡོད་རེད་ཨཱ་ནི། སློབ་སྦྱོང་བྱེད་ཡག་ལ་ཨཱ་ནི་ཞན་པ་ལོག་བྱས་ཨཱ་ནི་སློབ་གྲྭ་ལ་འགྲོ་གི་མེད་ཟེར་ཡག་དེ་དེ་འདྲས་ཡོང་གི་ཡོད་རེད། ད་དེ། ངས་འདི་བསླབ་སྟངས་འདི་ང་རང་རང་གིས་བསླབ་སྟངས་བཟོས་པར་ད་དེ་འདྲས། ད་ང་ཚོས་ཡང་ཁ་ཤས་ཀྱིས་དེ་འདྲ་གནང་གི་འདུག་ག་སོ་སོ་རང་གི་ཉམས་གཞི་རྩ་བ་ནས་མ་གནང་བ་བྱས། ཨ་ནི་ཕྱི་རྒྱལ་བ་དེ་འདྲས་ཀྱིས་བྲིས་པའི་དེབ་དེ་ཨ་ནི་སངས་རྒྱས་ཀྱི་གསུང་རབ་ནང་བཞིན་ད་ག་ར་མ་གཏོགས་འདི་ལས་ལྷག་ག། འདི་ལས་ལྷག་ག། ཉམས་ཞིབ་བྱེད་ཡ་དེ་འདྲ་ང་ཚོ་བོད་པའི་གོམས་གཤིས་ལ་ཞེ་དྲག་མི་འདུག། ད་ངས་འདི་བྲིས་པ་འདི་དེབ་གཞན་དག་ལ་དཔེ་བལྟས་ཀྱིས་བྲིས་པ་མ་གཏོགས་ང་རང་རང་གིས་ཉམས་ཞིབ་བྱས་བྱས་དེ་འདྲས་བྲིས་པ་ཡིན། ཨ་ནི་གར་ས། དེ་འདྲ་རེད། རྒྱུ་མཚན་དང་ལྡན་པ། ད་དེ། བོད་སྐད་ལ། བོད་སྐད་བསླབ་རྒྱ་ལ། ཤུགས་རྒྱབ་མཁན། ཨ། ཤུགས་རྒྱབ་མཁན་གཅིག་ང་ཡིན། ཨ་ནི་ངའི་ཚ་མོ། ཚ་མོ་ཡང། བོད་གཞས་ལ་དགའ་པོ་ཞེ་དྲག་ཡོད་རེད། ཨ་ནི་རྡོ་རྗེ་གླིང་ལ་བཞུགས་མཁན་ཚང་མས་ངའི་ཚ་མོ། ངོ་ཤེས་ཀྱི་རེད་ཨོ་ཞབས་བྲོ་ཡག་པོ་ཞེ་དྲག་འཁྲབ་གི་འདུག་ད་ཟེར་ནས། ཨ། དེ་འདྲ་གསུང་གི་རེད། ད་དེ། ཁ་ས་ཤོག་གོ་རེད། བརྙན་ཐུང་འདི་གསན་གཟིགས་གནང་མཁན་ནང་ལ། ངོ་ཤེས་པ་ཡང་ཡོད་རེད་ངོ་མ་ཤེས་པ་ཡང་ཡོད་རེད་བོད་པ་ཡང་ཡོད་རེད་ཕྱི་རྒྱལ་བ་ཡང་ཡོད་རེད་པ།

དཀྲོག་གཏམ་གཅིག་སྤེལ་སོང་ང། ད་འདི་འདྲ་བྱས་ཚུལ་ཙམ་ལས། སྤུ་གུ་ཚང་མ་ཧོབ་སྟེ་ག་ལ་སེམས་ཤུགས་ཆག་བསྡད་པའི་བཟོ་འདྲ་བོ་ཙམ་དང། རྡ་རྗེ་གླིང་གི་ཡུལ་མི་ར་ཡིག་གི་སྤུ་གུ་གཅིག་གིས་བོད་གཞས། བོད་པ་ལས་ཡག་ག་འཁྲབ་གི་རེད། ཆས་གོས་གོན་སྟངས། རྒྱན་ཆ་བཏགས་སྟངས། ཞབས་བྲོ་འཁྲབ་སྟངས། བོད་པ་ཚོས་ཁོ་རང་གླ་འཁྱིལ་གི་ཡོད་མ་རེད། སོ་སོའི་ཞབས་བྲོ། སོ་སོ་ལས་མི་རིགས་གཞན་དག་གི་ཡལ་ག་འཁྲབ་ཀྱི་ཡོད་རེད། དེ་འདྲའི་གྱི་འཁྲབ་བསྡད་པའི་སྐབས་ལ་མི་ཚང་མ་དབྱིངས་ཕྱུག་པའི་སྐབས་ལ། ཨ་ནི་མེ་ལ་མ་སོང་ན་ཚ་བོ་བོར་བསྡད་པའི་སྐབས་ལ། ཨ་ནི་ཆུ་ཞིག་བཤོས་སོང་ང་མེ་དེ་བསད་སོང་ང་ག་འདྲའི་བསད་སོང་ཟེར་ན། ཨ་ནི། ལུགས་སྲོལ་ལ་འགྱུར་བ་འགྲོ་གི་རེད་བ།

དེང་དུས་དང་དུས་ཚོད་དང་མཉམ་དུ་དུས་འབོད་དུས་བསྐྱོད་བྱེད་དགོས་ཀྱི་ཡོད་རེད་པ། དེ་ནས་ཁ་རེ་ཤོ་གོ་རེ་ཡུལ་མི་ཚོ་དང་ཚང་མས་ཁ་ཕོ་ཆེ་བའི་སྐབས་ལ་དཀྲོག་གཏམ་འདི་འདྲས་ཅིག་སྤེལ་བྱས། མི་ཚང་མས་དབྱིངས་ཞུ་བའི་སྐབས་དེ་ལ་དེར་གནོད་སྐྱོན་ཆེན་པོ་ཅིག། རྨ་ཆེན་པོ་ཅིག་ཟོས་སོང། བྱས་ཙང་ད་དེ་འདྲའི་བྱུང་བའི་སྐབས་ལ་སོ་སོ་རང་གི་ཀླད་པ་བེད་སྤྱོད་བྱེད་ཅེས། མི་གཞན་དག་གིས་རྒན་མི་རྒན་མི་མ་གཏོགས་ལག་པ་གནམ་ལ་བཀྱག་མཁན་ཡོད་མ་རེད་པས། ཞབས་བྲོ་འཁྲབ་པའི་སྐབས་ལ་དེ་འདྲས་མ་རེད་པ། ད་འདི་བྱས། དེ་ནས་ད། ང་རང་ཚོའི་སྐད་དེའི་རྒྱུ་མཚན་དང་ལྡན་པ Dialogical།

བསམ་བློ་བཏང་ནས་རྒྱུ་མཚན་འགྲེལ་བྱེད་བརྒྱབ་ཡ་ཡོད་པ། འགྲེལ་བྱེད་བརྒྱབ་ཡ་མེད་པ་དེ་འདྲ་ཨོ་སྔོན་མ་ང་ཚོས་ཕ་མས་དེ་འདྲ་ལབ་གི་རེད་རྒན་ལགས་ཀྱིས་དེ་འདྲ་ལབ་སོ་རྒྱུ་མཚན་ངས་ཧ་གོ་གི་མེད་ཟེར་ཡ་དེ་འདྲས་མ་རྟ། ཚང་མ་ངས་རྒྱུ་མཚན། བཙལ་བྱས། ཨ། བོད། བོད་སྐད། ཕལ་སྐད་ཀྱི་དེབ། གསུམ་བྲིས་པ་ཡིན།

གཅིག་མཁྱེན་པ་ཡིན་ན་འདིའི་བྱེད་ཀྱི་སློབ་ཚན་འདི་ཡང་ཤེས་ཡག་ལས་སླ་པོ། འདི་ཤེས་སོང་ན། འདིའི་བྱེད་ཀྱི་སློབ་ཚན་འདི་ཡང་ཤེས་ཡག་ལས་སླ་པོ་དེ་འདྲའི་ངས་བཟོས་བཤད་བསམ་བློ་མང་པོ་བཏང་བྱས། བྲིས་པ་ཡིན་གལ་སྲིད་ཁྱེད་རྣམ་པ་ཚོས་ཁྱེད་རྣམ་པ་ཚོ་གཟིགས་འདོད་ཡོད་ན་ང་ལ་འབྲེལ་བ་གནང་རོགས་གནང། ཨ་ནི། ཁྱེད་རང་ཚོ་མཁྱེན་གྱི་ཡོད་ན་ཡང་ཁྱེད་རང་གི་ཨ་བ་ཚོས་བོད་སྐད་སྐྱོན་ཡག་ལ་དཀའ་ངལ་ཡོད་སྲིད་པ་རེད་དཀའ་ངལ་ཡོད་སྲིད་པ་རེད་ཁྱེད་རང་ཚོས་གཟིགས་པ་ཡིན་ན་ཨ་ནི་ང་ལ་འབྲེལ་བ་གནང་རོགས་གནང། དེ་བཞིན་ད་རེག་མར་རྒྱུ་ཚན་མང་ཡག་ཡོད་པ། ཚང་མ་ལ་ཚིག་གྲུབ་རེ་རེ་གཉིས་རེ་ལ་རྒྱུ་ཚན་དེ་ལ་བརྟེན་ནས་དེ་འདྲས་ལབ་དགོས་རེད་རྒྱུ་ཚན་དེ་ལ་བརྟེན་ནས་དེ་འདྲས་ལབ་ན་འགྲིག་གི་མ་རེད་ཤེས་བྱའི་ཚིག་གྲུབ་རེ་རེ་ལ་འགྲེལ་བཤད་བརྒྱབ་ཚེ། ཉམས་ཞིབ་བྱས། འདི་ལ་རྒྱུ་མཚན་ག་རེ་ལ་བརྟེན་ནས་དེ་འདྲའི་ལབ་རྒྱུ་ཡོད་ན་ང་རང་ཡང་བསམ་བློ་མང་པོ་བཏང་རྗེས་མཚམས་མཚམས་ཆ་ནག་དགུང་ལ་ཡང། དེ་རྒྱུ་མཚན། བསམ་བློ་བཏང་རྗེས་དེ་འདྲའི། བསྡད་ཀྱི་ཡོད། དེ་འདྲ་ཆེ་ཆེ། དེབ་འདི་འདྲ་བོ་གཅིག། སུས་ཀྱང་བྲིས་ཡོད་མ་རེད། དེ་བཞིན་བདག་ལ་དཔེ་བལྟས་ཚེ་བྲིས་བྱ་བ་མ་རེད་སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བྱས་ནས་ག་འདྲེ་འགྲེལ་བཤད་རྒྱག་དགོས་ཀྱི་ཡོད་ན། ང་རང་སྐད་ང་རང་གིས་འགྲེལ་བཤད་རྒྱག་ཐུབ་ཀྱི་རེད་བསམ་བྱས། ད་འདི་འདྲ། དཔེར་ན། ང་དེ། འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། བོད་སྐད་སློབ་གྲྭ་ཉི་མ་དང་པོ་ཕྱིན་པའི་སྐབས་ལ། ཨ་ནེ་སློབ་ཕྲུག་ཚོས་ཚིག་གྲུབ་གཅིག་བཟོས་པ་དང་ལམ་སང་དྲི་བ་བཏང་ཡོད་མི་འདུག་ཚང་མས་ལག་པ་བརྐྱངས་རྗེས། ད་ལྟའི་ང་ཚོ་འཇམ་དབྱངས་བོད་ཀྱི་རིག་གཞུང་རྩེ་གཟིགས་ཁང་ལ་དགེ་རྒན་མང་པོ་ཞིག་ར་འཕེལ་བ་རེད། དབུས་གཞུང་སློབ་གྲྭའི་དགེ་རྒན་ཕེབས་པ་རེད། བྷ་ར་ན་སི་ནས་ཕེབས་པ་རེད། འདི་ད་ལྟ་ང་ཚོས་དེ་བསླབ་པའི་སྐབས་ལ་ཕྱོགས་གཞན་དག་ཅིག་ནས་ལྟ་དགོས་ཀྱི་ཡོད་རེད། སྲོལ་རྒྱུན་གྱི་འདི་འདྲ་ཞིག་ཁར་རྩ་ས་ཚུ་ག་བ་འདྲ་ད་དུང་ང་དང་མནའ་མར་བློ་འཛིན་བྱེད་ཡ་དེ་འདྲའི་ཕྱི་རྒྱལ་བ་ཚོ་ལ་རྒྱུ་མཚན་ཡོད་མ་རེད་ཁྱེད་རང་བློ་འཛིན་བྱེད་ལབ་ན་འགྲིག་གི་ཡོད་མ་རེད་བྱས་ཙང། དགེ་རྒན་མང་པོ་ཕེབས་པར་ཟླ་བ་གཅིག་སུ་ཞུ་ཕྱི་རྒྱལ་དེ་ཚོས་དྲི་བ་གཏང་དུས་ས་གནས་ཨ་ནི་དེ་ལ་རྒྱུ་མཚན་འགྲེལ་བཤད་བརྒྱབ་མ་ཐུབ་པ་བྱས་ཡང་ཁོ་རང་ཕེ་གིར་ཡང་གཞན་དག་ཅིག་ཕེ་གིར་ཡང་ཕེ་ཆེ་ཡང་ཁོ་སྲོལ་རྒྱུན་གྱི་བསླབ་སྟངས་འདི་མ་རེད། ད་དཔེར་ན་ཁྱེད་རང་ཁྱེད་རང་ཚོ་ཚང་མས་མཁྱེན་གྱི་རེད་པ་ཁྱེད་རང་ཚོ་སློབ་གྲྭ་ལ་ཕེབས་པའི་སྐབས་ལ་ཡིན་ག་དུས་ལབ་དགོས་རེད་བྱུང་ག་དུས་ལབ་དགོས་རེད། ཅེས་འགྲེལ་བཤད་རྒྱབ་མཁན་ཡོད་མ་རེད་དེ་ང་རང་ཚོ་ལ་བག་ཆགས་ཤིག་ཡོད་རེད་བག་ཆགས་འདི་ལ་ཉམས་ཞིབ་བྱས་ཅིག་ངས་དེ་འདྲས་སུ་བྲིས་ཡོད་རེད། དེ་འདྲས་རེད། དེ་ནས་ཡང་ང་རང་ཚོ་དེ་སླེབས་རེད་པ། ཁ་སང་དབྱིན་ཇིའི་སྐད་ལ་བྲིས་པའི།

ཐུགས་རྗེ་ཆེ། ཨ་ནེ། བྱེ་མ་ཡང་བསྐྱར་གྱེར་ཡོང། ག་རེ་ཕེབས་དགོས།